སྒྲིབ་མེད་གཟིགས་པ་ཡང་ལ་མཆོག་ཏུ་བསྙེན་གསལ་ཞིང། མཛེས་དང་དོགས་དྲི་གསང་ཡང་ལག་བྱེད་ཁོ་ནར་བགྱི། ཐུགས་ལ་གསན་འདྲི་མང་བཙན་མ་གྱུར་ཐབས་ཤེས་རྗེས། མཆོད་ཡོན་ཟིལ་ཤེས་ཡང་བར་དྲི་གང་མེད་ལགས་སམ། སྒྲིབ་མེད་གཟིགས་ནོ། སྒྲིབ་མེད་གཟིགས་ནོ། གསལ་བའོ་ཞེས་པའི་དོན་ཏོ། སྒྲིབ་པ་མེད་པ་ནི་མ་བསྐུལ་བ་དང། མ་བསྐུལ་བའམ།

བདེ་བར་གཤེགས་སམ་ཞེས་པའི་དོན་ཏོ། སྒྲིབ་མེད་གཟིགས་པ་ཡིན་ལ་མཆོག་ཏུ་མཉེས་གསལ་ཤིང་གཟུགས་ནི་འོད་ལས་མྱུ་གུའི་ཚ་བོ་ཡིན་ལ་རྣ་བ་ཡང་གསལ་བའི་སྒོ་ནས་བདེ་བར་གཤེགས་སམ་ཞེས་པའི་དོན་ཏོ། དེའི་དོན་ནི་རྫས་དང་དོགས་དྲི་གསུང་དབྱིངས་ལག་ཤེས་ཁོ་ནར་བརྗོད་ཞེས་པ་ནི་འདིར་ཞེས་པ་ནི་བཟོ་དོན་གྱི་མཐའ་བྱ་ཀུན་རང་དང་གཞུང་ལུགས་ཀྱི་ནང་དོན་གྱི་ཆ་ནས་ནང་དོན་གྱི་ཆ་ནི་དོགས་ཚ་ར་བཟོ་དོགས་པ་སྐྱེས་ས་དེ་ཟིན་རེད།

འདི་ཚིག་གི་ཤེས་ནི་རགས་ཙིག་ན་ཕོ་ཉ་དོན་དྲུག་གི། ད་མར་ནག་རྡོ་རྗེ་འཆང་གསུངས་ལ། ད་མཚམས་འདྲི་ཞི་བའི་ཚུལ་དྲི། ཡང་དེའི་འཕྲོ་ནས། རྒྱལ་བའི། མཛད་ཀུན་ཟིན་པར་ངེས་ལ་རབ་བཅིངས་ནས། བློ་བཟང་རང་བསོད། ཁོང་བའི་སྙིང་ལ་བཅིངས་བཞིན་དུ། གཅིག་ཤིང་བཅིང་བའི་ཚ་ཆེན་ཀུན་ལ་དབང་བྱས་པའི། སྨད་ཤོང་སྐྱོ་པོའི་དུས་ཀྱི་དྲི་མའི་མ་གའི་མཚམས། འདི་ཐུགས་བརྩེ་ཡང་དྲི་བ་གཅིག་ཤོག། རྒྱལ་བའི་མཛད་ཀུན་ཟིན་རྒྱལ་བ་ཤོག་ན་སངས་རྒྱས་ཀུན། མཛད་ཀུན་ཟིན་ཀུན་ནི་ཕྲིན་ལས་ཐམས་ཅད་ཀུན།

རྐྱང་བ་ཡི། ཚར་ཆེན་ཀུན་ལ་དབང་ཞེས་ཡོད། ཚར་ཆེན་ཀུན་ཞེས་པ་ནི་ཚར་ཆེན་ཞེས་པ་ནི་འདིའི་སྐབས་ཀྱི་ཚར་ཆེན་འདི་གང་བཀོད་དགོས་ཟེར་ན་དཔྱིད་ཀྱི་འཇིག་རྟེན་ལ་བཀོད། དཔྱིད་ཀྱི་འཇིག་རྟེན་གྱི་ནང་གི་ར་འོ་དོ་ད་དུས་འགྱུར་བ་ཀུན་སྐྱེ་བོ་ཐམས་ཅད། སྐྱེ་བོ་ཐམས་ཅད་དང་དབང་དུ་གྱུར་ཡོད་ཟེར་ན་ར་ནི་དབང་དུ་གྱུར་ཡོད། མལ་ཤང་སྤྱོད་པ་སོགས་ལ་སྤྱོད་པ་བཟང་བོ་ལ། མལ་ཤང་སྤྱོད་པ་ལ་ཟེར་ན། སྤྱོད་པ་བཟང་བོ་ལ། དུས་ཀྱི་དྲི་མས་མ་གོས་སམ་ཟེར་ན་བར་ཆད་མ་བྱུང། ཞེས་འབོད་དོན་ལྟར། སྤྱོད་པ་བཟང་བོ་དེ་ལ་ད་བར་ཁྱིམ་མ་བྱུང་བ། ད་ཤོ་ལོ་ཀ་འདི་ནང་གི་བརྗོད་བྱ་གཙོ་བོ་ཆི་ཟེར་རེད་ཟེར་ན་ད་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་རང་གི་སྟེང་འོག་གི་སྟེང་ལ་ལངས་ནས་སྟེང་ལ་ལངས་ནས་དེའི་འཕྲོ་ནས་དེའི་ནང་གི་སྲོག་གཟོ་ཆི་ཟེར་ཁོ་ནར་རྗེས་བསྟན་པ་རྗེས་བསྟན་པ་མ་ཤ་སེར་གྱི་བསྟན་པ་ད་བར་གི་རང་གི་ཐུགས་ལ་བར་གི་ན་བཞིན་དུ། ད་གཟུགས་ཆེན་པོའི་སྒོ་ནས་བསྐྱང་བ། ཚིག་ཆེན་པོའི་སྒོ་ནས་བསྐྱངས་བས། ད་མ་བྱུང་གི་བར་གྱི་སྤྱོད་པ་བཟང་བོ་དེ་ལ་ད་བར་ཆད་མ་བྱུང་བར་བདེ་བར་གཞུག་ལགས་སམ་ཞེས་བརྗོད་བྱ་གཙོ་བོ་དེར། དེའི་འཕྲོ་ནི། ཁྱོད་ཤེས་བློ་གྲོས་བཟང་བས་བྷ་ལི་ང་ནི། བདེ་བླག་བརྙན་འཕྲིན་ཡང་ཅིན་སྔགས་ཀྱི་སྒྲ། མི་ཤེས་སྒྲོམ་ལ་རིམ་པ་བདུན་གྱིས་བརྒྱ། བཏབ་སྟེ་བདག་ལ་ཁུར་དུ་བསྐུར། བསྐུར་འདི་བཞེས།

ད་ཡོངས་འཛིན། ཤེས་རབ་བཟང་བོའི་ཡོན་ཏན་གྱི་དཔའ་དང་ལྡན་པ་ནི། ད་བདེ་བླག་བརྙན་འཕྲིན་དབྱངས་ཅན་ངག་གི་སྒྲ། ད་ཚིག་སྦྱོར་བཀླགས་ཤིང་སྙན་པའི་བར་གྱི་འཕྲིན་ཡིག། དཔེ་བཞག་ན་ཆུ་མོ་ཟེར་བས་ཟིན། ད་ལྷ་མོ་དབྱངས་ཅན་མ་གི་བར་གྱི་ངག་དང་འདྲ་བ། ངག་དང་འདྲ་བ།

གང་གིས་ཡ་གཅིག་དུ་སེར་ཚེས་མི་ཤེས། རབ་འཐོར་བསགས་པ་དང་མཐོན་པོར་བསགས་ཤིང་འཕགས་པའི་དོན། མཐོན་པོར་བསགས་པའམ་མཐོན་པོར་འཕགས་པའི་བྲག་རི་མཐོན་པོ་ཡོད་པ། བྲག་རི་མཐོན་པོ་ཡོད་པ་དེ་དག་གོ་དེ་དག་གཟོ། གང་གིས་ཡ་གཅིག་ཟིན་ན་གང་ག་ཟིན་ན་ཆུ་གང་ག། ཆུ་གང་ག་ཡ་གཅིག་ཞེས་པ་ནི་འབྱུང་ཁུངས་གཅིག་བ་དེ་ཟིན་ནི་རེད། ཡ་གཅིག་ཞེས་པ་ནི། ཆུ་གང་ག་གི་རྒྱ་གར་ཆུ་གང་ག་གི་འབྱུང་ཁུངས་གཅིག་གང་ཡིན་ཟིན་ན་ད་གང་དེའི་ཚེ་ཡིན། གང་དེ་ཚེ་དང་ཁྱབ་པར་དང་སྨན་ཞིག་དང་ཚེ། ཤེས་ཟིན་ན་བ་ཀ་སྐྱེ་བོ་ཚེ་གཅིག་གམ་དེ་ཁྱབ་པར་བྱས་ལ། གང་ཟིན་ན་ད། རྡོ་རྗེ་གཟུངས་ཀྱི་བྲག་རི་མཐོན་པོ་དུ། རྡོ་རྗེ་གཟུངས་མ་ཡོན་པའི་བྲག་རི་མཐོན་པོ་དུ་ར། ད་བ་ཀ་གང་དེ་ཚེ་གཉི་ག་ད་འདྲ་དུ་ཟིན་ནི། གང་དེ་ཚེ་དང་འདྲ་བའི་རི་མཐོན་པོ་ཡོད་ཞིག་དང། རི་མཐོན་པོ་ཡོད།

དྲང་སྲོང་གཟུགས་ནོ་ཟོ་རི་ཁྲོད་པ། ད་བསམ་གཏན་པ། ད་དེ་ལ་དྲང་སྲོང་གཟིགས་ཀ། དྲང་སྲོང་བསམ་གཏན་པ། ཚོགས་བྱ་ནི་མང་པོའི་དོན། ད་རི་ཁྲོད་པ་མང་བོ་བསམ་གཏན་པ་མང་བོ། རང་བོར་འབོད་པའི་རང་བོར་གཟུགས་ནོ་རེ་མ་འམ་ཉེར་ཐལ། ཉེར་ཐལ་འམ་རེ་མ་ཤོ་བོ་ཅི་འབོད་པ་ཡིས། འབོད་པ་ཡིས། ཅི་བྱས་གཟུགས་ནོ་བྱ་བ་ཅི་ཡང་བྱེད་པར་འགྱུར་བ།

ཚེ་ཤང་ཕྱོགས་ལས་པད་རྩིས་གཉིས་བུམ་དང་ཕྱི་རུ་ཆེ་གྲས་སྦྲང་སའི་འགྲམ་ཆང་ཅན། ཐོན་ཐང་རྐྱང་ལོ་ཨུ་པུལ་འདམ་མའི་སྤྲིན། སྙིང་སྟུག་ལྷན་ཅིག་སྐྱེས་པ་དུས་སུ་འདི། འདིའི་ནང་ནས་ཚེ་ཤང་ཕྱོགས་ལས་ཞེས་པ་ནི་ཚེ་ཤང་ཞེས་པ་འདིའི་སྐབས་ཀྱི་ཉུག་མ་གོ། ཉུག་མ་དེ་ཨ་ཐུག་གི་གྲངས་ཀ་ནི། དཔེ་ཇི་ལྟར་ཟེར་ན་ཉུག་མ་བཞིན་དུ་ལུས་ཧ་ཅང་མཛེས་པ་ཟེར།

དེའི་འཕྲོ་ནི། ཤེས་རབ་ཆོས་དྲིས། ཆོས་དྲིས་སྐུ་ནོ་སོ་ཁ་ར་ཤ་ཁུ་ཁ་ཁ་གི་ཆི་ལ་ཤ་ཁུ། ཆི་ར་བ་ཀི། སོ་ཁ་ཁི་ཁ་ཁི་ཆི་ལ་ཏི་ཆི་མུ་ཟི་ར་ཟི་ན་ཤི་ར་ཤི་ན་ཏི་ཨ་མ་ར་བ་ཨ་ཏི། དེའི་འཕྲོ་ནི་བ་ཀི། སྦྲང་སྲིའི་འདྲ་འཆང་ཅན་ཟི་ན་ཁིའི་ཏྲི་ཤི་འབོ་ཅན་ཏི་ཟི། ད་རྒྱ་ཀི་ཟུག་འཇུ་ན་སྔོན་ཆི་བི་མེ་ལ་བི་མེ་ཟོ་གི་ཁིའི་ནང་ང་ཏི་མོ་བ་ཀི། སྦྲང་སྲི་གི་ཏྲི་ཏྲོ་ནི་ཏི་མོ་འཛིན་གྱི་ཡོ་ཏི། སྦྲང་སྲིའི་འདྲ་འཆང་ཅན་ཟི་སྐུ་ནོ་སོ་ཨོ་ཏི། དྲི་ཞིམ་ཅན། ཐུན་ཐང་ལྕང་ལོ་ཟེར་ན། ཐུན་ཐང་ཟེར་ན་སྔོ་ནག་ག་གོ་གོ་གོ་མོ། ད་ར་བ་ནག་པ། མགོ་གི་སྐྲ་ནག་པ། ཡང་དེ། ཨ་པིལ་འདབ་མའི་སྐྱེན་ཟེར་ན། མིག་ཨ་པ་ལ་སྔོན་པོ་བཞིན་དུ་ནག་པ། མིག་ནག་ན་ཡང་མཛེས་ཡོད་ཟེར་ག་མེད། དེ་ལྟ་བུའི་ཆ་ཆའི་དུ་མ་གསང་བ། དུ་མ་ཚང་བ། དཔེ་འཇོག་བགྱིས་ན། ལུས་བ་ཀི་ཉུག་མ་བཞིན་དུ་སྐྲང་བ། ཀི་ལུས་ཉུག་མ་བཞིན་དུ་སྐྲང་བ། ནུ་མ་ཡིན་བགྱིས་ན། བ་ཀི་བ་མའི་ཟ་བ་བཞིན་དུ་སྙན་ཞིང་ཐུར་དུ་བཤང་བ།

རང་བཞིན་དག་གི་སྤྲོ་བའི་འོད། མཁའ་འགྲོ་མའི་གནས་ཡི་ཁྱབ་སྤེལ་སྤྱན་གཟིགས་ཡིན་ཞེས་པ་ལྟར་བརྗོད་བཞག་སོ། དེའི་མཐུ་ནི། དེ་ཕྱིར་འཇམ་མགོན་ཁྲི་བ་གར་དགུའི་སྙོམས་ཞོག་ཕྱིར་རྫོགས་པ་དེ་དྲིའི་དབང་བོ་ཡང་འདི་ན་སྙོམས་འཇུག་ལུས་ལས་མ་བཞེངས་པའི་བདེ་གཤེགས་ཕལ་ཆེར་རྗེས་ཆགས་སོགས་ལ་བརྟེན།

ལས། འདི་ན་སྙོམས་འཇུག་ལས་ལས་མ་བཞེངས་པས། སྙོམས་འཇུག་ལས་ལ་མ་བཞེངས་པ་གཟུགས་ན། དོན་ཚིག་རེ་ཟིན་ན། གཤིན་རྗེའི་རྒྱལ་པོ་ཡང། འཇིགས་ཤིང་སྐྲག་ནས་དེ་ཟིན་རེ། འཇིགས་ཤིང་སྐྲག་ནས། ད་གནས་འདི་ལ། འདི་ན་ཞེས་པ་ནི་གནས་འདི་ན། ད་ངེ་འཛིན་གྱི་ལས་ལས། མ་གྲོལ་བའམ། ཡར་མ་བཞེངས་བའི་བར་གྱི། ཚུལ་དུ་དེ་ཟིན་ར་ནི། དེའི་ཚུལ་དུ། ཚུལ་དུ་བསྐོན། དེ།

ཟོན་ཤེས་ཀྱི། ཐབས་ཤེས་གཉིས་ཟོན་ཤེས་ཀྱི་འོ་ཟོ་གཡན་གཡོན་གཉིས་ཟིན་ར་ནི་གཡས་གཡོན་གཉིས་སྦྱོར་བའི་རྟགས་ཀྱི་བརྡ་ཟོན་ཤེས་དུ་ད་ཆུ་ཟི་ཡོ་ཀི་ཟིན་ར་ད་འོ་ཟོ། ཤར་ཕྱོགས་ར་ལྷོ་ཕྱོགས་ནས་བ་ཀི་འབབ་པའི་ཆུ་བོ་གཉིས་ཡོ་ཟི་ཆུ་བོ་གཉིས་མཉམ་དུ་བ་ཀི་འདྲིས་ཡོ་ད་གཞིར་དགོས་ནས་དུ་མོ་ཟི་ཡོ་ཟི་འདི་ཐོག་ཆུ་ཤར་ཕྱོགས་དང་ལྷོ་ཕྱོགས་ནས་གཞིར་བའི་ཆུ་བོ་འདི་གཉིས་ཀ་ཆུ་ཟི་ཀི་ཟོན་ཤེས་ཡིན་ཟིན་ར་ད་འོ་ཟོ་ཐབས་དང་ཤེས་རབ་གཉིས་ཀ་ཟོན་ཤེས་ཡིན་ཟི།

སི་ཝི་གྲོང་ཁྱེར་སྟོང་ཕྲག་དོན་གཉིས་ནས་མན་ཇར་ལྷན་སྐྱེས་དགའ་བའི་རོ་ཀེ་ཅིན་རྒྱུན་ལས་ཐོན་སྐྱེད་ཁ་ཆུ་ཚལ་ཤག་ཉམས། འདི་དག་ཁོ་འདི་བཟོ་གསང་ངག་གི་བར་གྱི་དོན་ལས་བརྗོད་པའི་སྐད་ཟིག་རེད། འདི་དག་ཁོ་ད་ཟིག་ཧ་ཅང་དཀའ་མོ་ཟིག་རེད་གྲ་འདིའི་བར་གྱི་བརྗོད་བྱ་གཙོ་བོ་ཟིག་ཅིག་བཤད་མཁན་འདྲ་འདྲ་ཟིག་ན་ཆི་ཟིག་རེད་ཟེར་ན་ལྟེ་བའི་གསང་ཁྱམས་ཞེས་པ་ནི་བཟོ་གསོ་གང་གོ་དགོས་ཟེར་ན་ལྟེ་བའི་བར་གྱི་གཏུམ་མོའི་སྨད་ཟིག་གོ་ནོ་དེ་གོ་དགོས་ལྟེ་བའི་གཏུམ་མོའི་སྨད་ཟིག་གཏུམ་མོའི་སྨད་ཟིག་གོ་ནོ་དེ་རེད།

ཡིན་རྒྱུ་གང་རེད་ཟེར་ན། གྲོང་ཁྱེར་ཞི་བའི་སྐབས་སོགས་སུ། ལི་ཡ་ཀོ་ཀོན། ལི། སྟོང་ཕྲག་དོན་གཉིས་ཞེས་པ་ནི། ད་ལིས་ཀྱི། ས་སྟོང་ཕྲག་དོན་གཉིས་ཡོད་པ་ནི། ཡོད་པ་ནི། ད་ཅི་ཟེར་རེད་ཟེར་ན། མི་འགྱུར་ལྷན་སྐྱེས་དགའ་བའི་རོ་ཀེ་ཅན། ལི། མི་འགྱུར་ཟེར་ཀོ་ནི། དུས་ནམ་ཡང་བརྟན་ཅིང་འགྱུར་བ་མེད་པ། དུ་མོ་ཟེར་ཀོ་ཀོན། དུས་ནམ་ཡང་བརྟན་ཅིང་འགྱུར་བ་མེད་པའི་རང་བཞིན་གྱི། དགའ་བ་ཆེན་པོ་རོ། དགའ་བ་ཆེན་པོ་ལ་རོལ་བའི་རོ་ཀེ་ཅན།

བདག་གི་ལྟས་མེད་མའི་རབས་ཏེ་བགྱི་བ་ཡིས་བསལ་བར་བྱེད་པའི་ལས་ཀྱི་ས། སྟོང་ཕྲག་བདུན་ཅུ་དོན་གཉིས་ནི། ད་དེ་ན་ཡང་འགྱུར་བ་མེད་པའི་ལྷན་སྐྱེས་ཀྱི་དགའ་བ་ཆེན་པོ་རོལ་བ། དེ་ལ་བརྟེན་ནས་བག་གི་བཟོ་དག་པ་མཁའ་སྤྱོད་ལ་བག་གི་གཤེགས་པའི་ཉམས་དང་འདྲ་བས་མཚོན་ཞིག་གནས་ཁྱབ་པར་བྱ་འདི་ཡོད་ཞིག་གནས་ཀྱི་ཁྱབ་པར་དེ་སྟོན་གོ། འདི་དག་ཧོན་ཏེ་ཤོ་ལོ་ཀ་འདི་དག་ཧོན་ཏེ་ཧ་ཅང་བཤད་ར་མི་ཤེས། བྱ་སྤྱོད་ར་ཧ་ཅང་དཀའ་མོ་དུ་མོ་ཟེར། རགས་རིམ་དུ་བྱ་ན་དོན་དུ་མོ་ཟེར། དེའི་འཕྲོ་ནས། དེས་ན་ཆོས་སྡེའི་གསེར་གྱི་པདྨ་འབུམ། གཞལ་ལེའི་དྲི་མེད་མདོའི་ངག་ལས་ཤེས། དྲི་ཁོལ་ཡུལ་ཐལ་བའི་ཚར་གཅོད་འོག་མིན་ཞེས། ཐོས་བསམ་ཤིང་རྟགས་འཛིན་ལ་མངོན་པར་ཞོག། དེས་ན་དེ་ལྟ་བུའི་གནས་ཁྱབ་པར་བྱས་ན། ཆོས་སྡེའི་གསེར་གྱི་པདྨ་འབུམ་ཞེས་པ་ནི་ཆོས་སྡེའི་ཞེས་པ་ནི་བཟོ་དཀའ་ན་གོ་དགོས་ནི། དགོན་པ་ལ་གོ་དགོས་ཀ་ནི་དགོན་པ་ལ་ཆོས་སྡེ། དགོན་པ་དེ་དག་གང་གི་གཟུགས་སུ་གོ་དང་གཟུགས་ན་གསེར་གྱི་པདྨ་བ་གི་གཟུགས་སུ་གོ་དང་གསེར་གྱི་པདྨ།